ཨུ་རྒྱན་ཆོས་རྫོང། ཨ་ནི་གྲྭ་ཚང་གྷ་ར་ལུ། ན་སི་སི་ནང་དང་བྷ་བྷོ་བརྒྱིད་ཀ་གྷ་ར་ལུ། ཆ་སྙོམས་ལུ། ཤུ་གོ་སི་ནོ་ཡི་བ་ལ། ད་ད་རེ། ང་ན་འགྲོ་ལུ་ཅང་དེ་གི་བི་ཡོད་ཨི་འདི་ར་བི་རུ་ད། ང་ར་གི་སེམས་དང་མི་ཀི་ལ་ར་བྷ་ཆེ་ཆ་ཆབ་ད་ཆེ་ག་ཆེ་བེ། སེམས་དགའ་དྲོ་གི་ཐོ་ལེ། ཏེ། ཆེ་གེ་མནོ་དུ་རེ་བེ་རུ། གནས་སྟངས་དང། ཏེ། ག་དེ་ལ་བེ་རུ་གནས་སྟངས་ཀི་ཐོག་ལེ་བེ་ཨ་ཙི་ཅི་སྟབས་དེ་དང་མ་དེ་ལེ་ཤ་ཡུ་ཨ་ནི་བེ་ནི་དེ་གི་ང་ཅང་མི་ཚོད། ད་ད་རེ། ང་ན་འགྲོ་ལུ་ཅང་དེ་གི་བེ་ཡུ་ཨིན་དེ་རེ་བེ་རུ་ད། ང་ར་གི་སེམས་དང་མིག་གི་ལ་ར་བ་ཆེ་ཆ་ཆབ་ད་ཆེ་ག་ཆེ་བེ། སེམས་དགའ་སྤྲོ་གི་ཐོ་ལེ་ཏེ་ཆེ་གོ་ནོ་ནི་མེ། ཨིན་དར་བེ་རུ་ང་ཆེ་ཆ་ཆབ་ག་ར་ལུ་ཞུ་ནི་དེ། ང་ར་གི་ཁ་ཐོ་ལི་བེ་རུ་ང་ར་གི་ལུས་ང་ཡི་སུམ་དེ། དམ་ཚིག་དེ། མི་ཉམས་པ།

ཡང་ནས་ཡང་དུ་དར་བཞིན་རྒྱས་པ་བཀྲ་ཤིས་པ་ཡོང་བ་ཤོག་སེ། སྨོན་ལམ་ཨ་ཏཱ་ར་ང་ལྟ་བུ་ན་བུ་ལྟ་བདོ། ཨ་ནེ་དང་འདྲ་བོ་པའི་ཆེ་ཆ་ཆབ་ག་ར་ད་ཆི་ག། དེ། ང་ཧིང་དཱ་མི་སྐེ་ལི་ར། ང་ཆི་བརྩེ་སེམས་བརྩེ་བ་སི་ལང་མེ་ན་ལ་ང་ཆི་བརྩེ་བའི་བརྩེ་བ་གི་སེམས་དེ་ཤུ་བེར་ཡོད། ང་ལྟ་བུ་ན་བུ་དྲན་དྲན་སར་ཨིན། ང་མ་པ་ལི་ར་མི་བརྗེད།

སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་རྣམས་བཞིན་དུ། སྡིག་པ་ཅི་ཡང་མི་བྱ་ཞིང་དགེ་བ་ཕུན་སུམ་ཚོགས་པ་དེ་རང་གི་སེམས་ནས་ཡོངས་སུ་དུ་འདི་ནི་སངས་རྒྱས་བསྟན་པ་ཡིན། ཏེ། དེ་བཞིན་དུ་ཏེ་ལོ་པ་ཀི་ན་རོ་པ་ལ་གདམས་ངག་གནང་བཞིན་དུ། བུ། སྣང་བས་མི་འཆིང་ཞེན་པས་འཆིང་ཞེན་པ་ཆོས་ཀྱི་ནཱ་རོ་པ། གཙོ་བོ་དེ་སེམས་ཡིན། སེམས་དེ་དུལ་གོ། སེམས་དེ་དུལ་ཚ་ཞིམ་ལས། ང་ཅི་ཆོས་པ་སེ་མིག་གི་ལག་སྦོམ་ཤོ་ར་ཨ་ནི་ཏེ་ང་ཅི་ཤི་དེ་ར་བེ་རུ། ཙོ་བོ་གི། དེ་ཨ་ནི་ཁ་ཆེ་ལོ་ལ། ཐར་པ་ཐོབ་སེ་མི་འདི་རང་ཡིན། ཨ་ནི་ཆེ་ཆ་ཆབ་ཁ་ར་ཐུག་ལ་བཞག་ན། ང་ཅི་སྐྱབས་རྗེ་ཏིང་ཁོ་ཆེན་ཚ་རོན་པོ་ཆེ་བདེ་བར་གཤེགས་པ་གི་མཁའ་འགྲོ་མཁའ་འགྲོ་བཞེངས་ཤིག་མཁའ་འགྲོ་ལྷ་མོ།

ད་དུ་མནའ་མས་སེམས་མི་དགེའི་ལས་གཞན་པེ་ར་མཛད་དོ། ཨ་ནི་པེ་ར་ལས་གཞན་པེ་ར་མཛད་པའི་རྒྱུན་བསྐྱངས་ན་ས་ཞུ་ནི་པེ་ཡིན་བཀའ་དྲིན་ཆེ། དཔའ་ལྡན་བླ་མའི་རྣམ་པར་ཐར་པ་ལ་སྐད་ཅིག་ཙམ་ཡང་ལོག་ལྟ་མི་བྱེད་ཅིག་ཅི་མཛད་ལེགས་པར་ཐོས་ཡོད་མོད་གོ་ཅི་བླ་མའི་གསན་རབ་གསན་ན་འཇུག་པར་ཤོག།